བཀྲ་ཤིས་བདེ་ལེགས། དེ་ནས་དེ་རིང་ང་ཚོ་ཤེས་བྱ་གོན་ཆབ་མཛོད་རྩ་བ་ནས་དཀྲུགས་པའི་སྐབས་བྱེད་པ། ཤེས་བྱ་སྤྱིའི་མཚན་ཉིད་རྣམ་པར་བཞག་པའི་སློབ་ཚན་ཉེར་དགུ་པ། ཤིས་བརྗོད་ལྔ་ཡི་དང་པོ་རྒྱུ་མཚན་ཟེར་བ་འདིའི་སྐོར་ལ་སློབ་ཚན་འགྲོ་ཡ་ཡིན། དེ་ནས་ང་ཚོ་སློབ་ཚན་སྔོན་མ་ཡི་སྐབས་སུ་ཤེས་བྱ་ལ་སྲིད་པའི་ཤེས་བྱུས་ཉི་ཤུ་རྩ་ལྔ་ཟེར་བ་ཅིག་བཤད་པ་རེད། ཤེས་བྱུས་ཉི་ཤུ་རྩ་ལྔ་ཟེར་བ་དེ་ཨ་ནི་འཁོར་ལོ་ཐ་མའི་སྐབས་སུ་ཆོས་ཐམས་ཅད་ཀྱི་རྣམ་གཞག་གཏན་ལ་འབེབས་ཚུལ་གཅིག་རེད། ད་ནི་འཁོར་ལོ་ཐ་མའི་སྐབས་སུ་ཆོས་ཐམས་ཅད་ཀྱི་རྣམ་གཞག་གཏན་ལ་འབེབས་ཚུལ་ལམ་ཡང་ན་ཆོས་རྣམས་བསྡུ་བ་བྱེད་སྟངས་གཞན་པ་ཡང་ཡོད་པ་རེད། ཤེས་བྱ་ཐམས་ཅད་བསྡུ་བ་བྱེད་སྟངས་ཀྱི་ལུགས་གཉིས་པ་དེ་ལ་ཨ་ནི་བཞི་བཅུ་ལྔ་ཟེར་ཅིག་བཤད་པ་རེད། བཞི་བཅུ་ལྔ་གི་དང་པོ་དེ་རྒྱུ་མཚན་ཟེར་བ་དེ་རེད། གཞན་ཡང་མཚན་ཉིད་འཇུག་བཞི་བཅུ་ལྔ་དང། འཇུག་པའི་མཚན་ཉིད་གསུམ་ལས་འཁྲུལ་པ་ཡི། རྟེན་འབྲེལ་ལ་སོགས་ཐེག་ཆེན་བསྡུ་བ་སྟེ། ཨོ་དེ་འདྲ་གསུངས་པ་རེད། རྩ་ཚིག་ཚིག་རྐང་འདི་གསུམ་གྱི་དོན་དག་མདོར་བསྡུ་བ་ཡིན་ན། སྒང་དུ་བཤད་པའི་བཞི་བཅུ་བཞི་ཞག་ཉི་ཤུ་རྩ་ལྔ་ལས་གཞན་པའི་ཞིབ་བཤད་རྣམ་བཞག་བྱེད་ཚུལ་གཞན་པ་ཡང་ཡོད་པ་རེད། གཞན་པ་སྟེ་གང་རེ་ལབ་ཏུ་མཚན་ཉིད་གང་ལ་འཇུག་པའི་གཞི་བཅུ་ལྔ་བཤད་པ་དང་དེ་ལ་འཇུག་པའི་མཚན་ཉིད་གསུམ་བཤད་པ། དེ་ལས་འཕྲོས་པའི་རྟེན་འབྲེལ་དང་བདག་མེད་ཀྱི་དོན་བཤད་པ་ལ་སོགས་པ་དེ་འདྲ་ཡོད་པ་རེད། དེ་ནས་འདིའི་སྐབས་ཀྱི་མཚན་ཉིད་འཇུག་པའི་གཞི་བཅུ་ལྔ་ཟེར་བ་དེ་གང་དག་རེ་ལབ་པ་ཡིན་ན། རྒྱུ་མཚན། མིང། རྣམ་པར་རྟོག་པ། དེ་བཞིན་ཉིད། ཡང་དག་པའི་ཡེ་ཤེས་ཟེར་བ་འདི་ལྔ་རེད། དེ་ནས་རྒྱུ་མཚན་དང་མིང་རྣམ་པར་དོགས་པ་ཟེར་བ་འདི་དག་ལ་སྤྱིར་བཏང་གི་གོ་བ་ལེན་ཚུལ་དང་ཅུང་ཙམ་འདྲ་གི་མ་རེད། སྐབས་འདིའི་ཐ་སྙད་འདི་དག་གི་འབྱུང་ཁུངས་ལྟ་བུ་དེ། འཕགས་པ་ཐོགས་མེད་ཀྱིས་རྟ་ལ་བབ་པ་བསྡུ་བ་ལ་སོགས་པ་གང་ལྟར་ཡོངས་གྲགས་ལ་སེམས་ཙམ་པའི་གཞུང་དེ་དག་ནས་བྱུང་བ་ཡིན་པ་རེད། དེ་དག་ལ། འཁོར་ལོ་ཐ་མའི་སྐབས་འདི་ལ་ཐུན་མོང་མ་ཡིན་པའི་གོ་བ་ལེན་སྟངས་ཅིག་ཡོང་གི་ཡོད་པ་རེད། ད་ནི་དེ་ལ་འཇུག་པའི་མཚན་ཉིད་གསུམ་ཟེར་ན་གང་དག་རེད་ལབ་ན་གཞན་དབང་དང་ཀུན་བཏགས་ཡོངས་གྲུབ་གསུམ་རེད། ད་ནི་སོགས་སྒྲ་གིས་བསྟན་པ་རྟེན་འབྲེལ་དང་བདག་མེད་གཉིས་ལ་སོགས་པ་བསྟན་པ་རེད། ཐེག་ཆེན་པའི་ལུགས་ལ་བདག་མེད་གཉིས་ཞེས་ལབ་དུས་གང་ཟག་གི་བདག་མེད་དང་ཆོས་ཀྱི་བདག་མེད་གཉིས་ལབ་གི་ཡོད་པ་རེད།